ད་སྔོན་འཇུག་ངག་གི་ཚ་ཚ་བར་ད་རྗེས་འཇུག་བརྒྱད་ཀྱི་ཞེས་བོ་སྟེ། རྗེས་འཇུག་ཡི་གེ་བཅུ་བོ་ཡིས། རྗེས་འཇུག་གི་ཚ་ཡི་ཡི་གེ་བཅུ་གཅིག་དེས། རྗེས་འཇུག་ཡི་གེ་བཅུ་བོ་དེ་ཡི་གེས། རོ། དེ་གའི་ནང་ནས། ཁ་ད་བ་ས་གཞི་རྣམས་ཕོ། རྗེས་འཇུག་ཡི་གེ་བཅུ་དེའི་ནང་ནས། མིང་གཞིའི་ཡི་གེ་ལ་འཇུག་ཡོད་དུས་སྒྲ་མདངས་ག་རེ་ཤུགས་ཆེ་བ་རེད་ཁ་ད་བ་ས་དེ་གའི་སྒྲ་མདངས་ཤུགས་ཆེ་ཡོད་ཙང་དེ་གའི་ཕོ་ཞེས་བྱ་བ་རེད། ཨོ། རྗེས་འཇུག་ཡི་གེ་བཅུ་བོ་ཡིས་ཁ་ད་བ་ས་གཞི་རྣམས་ཕོ། སྟེ། གསལ་པོ་ཞུ་དོགས་ཏེ། རྗེས་འཇུག་ཡི་གེ་བཅུ་པོ་ཡིས་ག་ད་བྷ་ས་ཤི་ནམ་ཕོ། ད་ལྟ་གའི་མིང་གཞིའི་ཡི་གེ་ལ་འཇུག་ཡོད་དུས་ཙང་ལ་ཡ། ག་ད་བྷ་ས་ད་གའི་སྒྲ་ཤུགས་ཆད་ཡོད་པ་ཡིན་ཙང། འདིའི་འཇུག་སའི་ཡི་གེ་དེ་སྒྲ་ཤུགས་ཆད་ཡོད་པ་ཡིན་ཙང་འདི་ལ་ཡ། ད་གའི་ཕོ་བྱ། རྗེས་འཇུག་ཡི་གེ་བཅུ་ཡོད་རེད་བ། བཅུའི་ནང་ནས་ག་ད་བྷ་ས་ཤི་ནམ་དེ་ག་རེད་ཟེར་ན་ཕོ་རེད་ད། ཨིན། ང་མ་ཨ་སུ་མོ་ཡིན་ཅིང། ད། གཞན་བྱུང་ཡི་གེ་བཅུ་དེའི་ནང་ནས་ང་མ་ཨ་གསུམ་དེ་མིང་གཞི་ཡི་གེ་ལ་འཇུག་ཡོད་དུས་ཙང་ལ་ཡ། འདི་ལས་སྒྲ་གཞན་པ་ཡོད་ཙང་ག་ད་བ་ས་ལས་སྒྲ་གཞན་པ་སྒྲ་གཏད་སུ་སྐྱོགས་ཡོད་པ་ཡིན་ཙང་མོ་བྱ་བར་བྱས་ཙང་ང་མ་ཨ་གསུམ་མོ་ཡིན་ཅེས་གཞན་བྱུང་གི་ནང་ནས། གཞན་བྱུང་ཡི་གེ་བཅུའི་ནང་ནས་དབྱེ་བ་ཕྱེད་གོ་ཤི་གོ་ད། ག་ད་བ་ས་བཞི་རྣམས་ཕོ་རེད་ང་མ་ཨ་གསུམ་མོ་ཡིན་ཅེས། ན་ར་ལ་གསུམ་མ་ནིང་ཏེ་ད། གཞན་བྱུང་ཡི་གེ་བཅུའི་ནང་ནས་ན་ར་ལ་གསུམ་དེ་གར་བྱས་པས་མ་ནིང་བྱ་བ་རེད་ད། ཨ་ད་དེའི་རྩ་བའི་ནང་ལ་དེ་འདྲི་ཟིན་ཏེ། རྗེས་འཇུག་ཡི་གེ་བཅུ་བོ་ཡིས་ག་ད་བྷ་སི་ཤི་ནམ་ཕོ་ང་མ་ཨ་སུ་མོ་ཡིན་ཅིང་ན་ར་ལ་སོ་མ་ནིང་ཏེ། གལ་སྲིད་ང་ཚོ་སྔོན་འཇུག་ག་ལ་ཡིན་པ་ཡིན་ན་སྔོན་འཇུག་ང་ནས་བྷ་ཡི་ཕོ་ག་ད་མ་ནིང་ཨ་མོ་ཡིན་མ་ནི་ཤིན་ཏུ་མོ་ཡིན་ནོ་ཞེས་ནི་ཕྱིའི་མིང་པ། ཨོ་ད་དེ་ནང་བཞིན་གྱི་རྗེས་འཇུག་སྐབས་ལ་ཡང་གར་དོགས་ཏེ་ན་རྗེས་འཇུག་ཡི་གེ་བཅུ་བོ་ཡིས་རྗེས་འཇུག་ཡི་གེ་བཅུ་དེའི་ནང་ནས། ག་ད་བྷ་ས་ཤི་ནམ་ཕོ་ག་ད་བྷ་ས་ཤི་དེ་ཕོ་རེད་ད། ང་མ་ཨ་སུ་མོ་དེ་ག་རེད་མོ་རེད་ད། ན་ར་ལ་སོམ་མ་ནིང་རྡ། མ་ནིང་སྟེ། མིང་གཞི་དབྱིག་གུང་ལ་འཇུག་ད། སྔོན་འཇུག་དང་རྗེས་འཇུག་ལ་མ་འདྲ་བའི་ཁྱད་ཆོས་གཅིག་ག་རེ་ཡོད་རེད་ཟེར་ན་སྔོན་འཇུག་སྐབས་ལ་ཡིན་ན་སྔོན་འཇུག་ཕོ་བ་ཡིག་དེ་ཡི་གེ་བཅུ་དྲུག་ལ་མི་ཞིག་འཇུག་གི་མི་འདུག་ཕོ་ཡིག་ཕ་ནི་ཀ་ཅི་ཏཱ་ཙཀ་ང་ཅི་ཉཱ་ཐ་ན་ཟ་ཤ་ཟ་ར་ཤ་ཟ་ལ་འཇུག་ཟེར་ནས། བཀའ་བསྲིངས་ཡུལ་བཅུ་དྲུག་ལུས་པ། མ་ནིང་ག་ནི་ལྕགས་རྟ་ཛཱ་ནྱ་ད་ན་ཤ་ཟ་ཡེ་ཤ་སྲབ་འཇུག་མ་ནིང་དྷ་ཡིག་ནི་ཀ་པ་གྷ་པ་ང་མར་འཇུག། མོ་ཡིག་ཨ་ནི་ག་ཅེ་ད་བ་ཛ་ཁ་ཅེ་དྷ་བ་ཛ་ཤི་ནུ་མོ་ཡིག་མ་ཡིག་ནི་ཁ་ཅེ་དྷ་ཛི་ག་ཅེ་དྷ་ཛ་ང་ཉ་ན་ན་མོ་འཇུག་བཀའ་བསྲིངས་ཆིངས་ཚང་ཡིན་པ། སྔོན་འཇུག་རེ་རེ་ལས་འགྲོ་ས་མ་འདྲ་མ་འདྲ་མ་འདྲ་འདུག་བ། ད་དེའི་མ་རེད་སྟེ། རྗེས་འཇུག་སྐབས་ལ་འཇུག་སྲོལ་དེ་མིང་གཞི་ཡིག་ཀུན་ལ་འཇུག་དགོས་རེད་ད་སྟེ།

རྗེས་འཇུག་གི་འཇུག་སྟངས་འདི་ལ་ཡང་གཉིས་ཡོང་གི་རེད། ཇི་ལྟར་འཇུག་ཚུལ་གཉིས་ཡིན་ཏེ། དང་པོ་དེ་ག་རེད་ཟེར་ན། སྟབས་རྗེས་འཇུག་གི་འཇུག་ཚུལ་ནང་ནས་དང་པོ་ཁོ་རང་ནས་ཞུས་བྱ་བས་ན་སྒྲ་ཡི་འཇུག་ཚུལ་དང་དོན་གྱི་འཇུག་ཚུལ་ཟེར་ཆོག་རེད། ད་ལྟ་ང་ཚོས་དོན་དཀྲུག་མར་ད་ད་ནི་ང་ཚོ་སྒྲ་གི་སྒྲ་གདངས་ཀྱི་ཆ་ནས་བཤད་འགྲོ་གི་རེད། འོན་ཡང། དང་པོ་སྒྲ་ཡི་འཇུག་ཚུལ་ནི། ད་དེ་མཇུག་ཏུ་གས་འཇུག་ཚུལ་དེ་མིང་གཞིའི་དབྱིབས་ཀུན་ལ་འཇུག་སྐུལ་ཡིན་ན་ཨ་ནི་ག་འདྲའི་དཀྲུགས་རེད་ཟེར་ན་ད་དེ་འཇུག་སྟངས་འདི་ལ་ཡང་གཉིས་ཡོད་རེད་ད་ཇི་ལྟར་འཇུག་ཚུལ་གཉིས་ཡིན་ཏེ། དང་པོ་སྒྲ་ཡི་འཇུག་ཚུལ་ནི། དང་པོ་སྒྲ་སྒྲ་མདངས་ཀྱི་ཆ་ནས་མ། འདི། སྐྱེས་བུ་རབས་རེ་བྱ་འདི་སྐྱེས་བུ་འབྲིང་རེ་བྱ་འདི་སྐྱེས་བུ་ཐ་མར་བྱ་ཞེས་སྒྲ་མདངས་ཀྱི་ཆ་ནས་སྒྲ་ཤུགས་ཆེ་ཆུང་གི་ཆ་ནས་འོ་འདི་བཤད་པས་ན་དེ་དང་པོ་སྒྲ་ཡི་འཇུག་ཚུལ་ནི། ཕོ་ཡིག་ག་ཡིག་ཡང་འཇུག་ཅིང་སྐྱེས་བུ་རབས། དཔེ་ཆ་བཤད་ན་སྟེ། ཕོ་ག་ཡིག་འདི་སྟེ། ཕོ་ག་ཡིག་འདི་ལ་ཡང་ཡང་འཇུག་ཅིག་ལས་སུ་ན་སྐྱེས་བུ་རེ་བུ་དག་དཔེ་ཆ་བཤད་ན་འདི་འདྲས་སོ། ང་ཚོ། ལ་དྲིང་པོ་ལེགས་ག་ས་ལེགས་ཟེར་ཉེ་རོ། ཨོ་ལ་ག་ས་ལགས་ཟེར་ཉེ་རོ། དེ་ནས་ཕ་ཡ་དེ་ཆ་ན་རོ་ཆོག་ག་ས་ཆོག་ཟེར་ཉེ་རོ།

རྗེས་འཇུག་ག་དེ་ཕོ་རེད་དོ། བྱས་ཙང་ཕོ་ཡིག་ག་ཡིག་ཡང་འཇུག་ཅན་སྟེ་ཕོ་ག་དེ་ལས་ཡང་འཇུག་ས་ལས་སུ་ན་སྟེ། ཕོ་ག་དེ་ལས་ཡང་འཇུག་ས་ལས་དོ་སྟེ། ས་ལས་དོ། ཕོ་ཡིག་ག་ཡིག་ཡང་འཇུག་ཅན། དེ་ལས་གར་ཟིག་རེད་ཟེར་ན་སྐྱེས་བུ་རབ་ཟིག་རེད་ད་ཟེར་ཏེ་སྐྱེས་བུ་རབ། སྒྲ་མདངས་ཀྱི་ཆ་ནས། སྒྲ་ཤུགས་ཆེ་ཤོས་ཅིག་ལས་བདུན་པོ་ཡོད། ལ་དང་པོ་ལེགས་ག་ས་ལེགས་ཟེར་ཡིན་རོ། ལ་ག་ས་ལགས་ཟེར། ཕ་ཡ་དེ་ཕྱ་ན་རོ་ཕྱོགས་ག་ས་ཕྱོགས་ད་འདི་ནང་བཞིན་གྱི་ཡི་གེ་མང་པོ་ཞུ་ཆོག་རོ། རྗེས་འཇུག་ག་ཡི་རྗེས་སུ་ཡང་འཇུག་ས་ཞུགས་ཆོག་འདི་ལ་གར་ཚིག་རེད་ཟེར་ན་སྐྱེས་བུ་རབ་ཟེར་ཏེ། ཕོ་ཡིག་ག་ཡིག་ཡང་འཇུག་ཅན་བྱེད་དོ་སྟེ། ཕོ་ག་ཡིག་ལ་ཕོ་རོ་སྟེ། ག་ད་ཕ་སི་ཤི་ན་ཕོར་དོ། ཕོ་ག་ཡིག་དེ་ལས་ཡང་འཇུག་ལས་སོ་ན་སོ་ཡང་འཇུག་ས་ལས་སོ་ན་སོ།

ཐ་བ་ས་ཐབས་ཅན་རོ། རོ། ས་ཏྭ་ཏྭ་ཏྭ་ནཱ་རོ་སྟོབས་བ་ས་སྟོབས་ཅན་སོ། རོ། བ་ལབ་བི་ལབ་དུ་བྲིས་ན་ར་ལ་ཏཱ་ལ་བ་ས་ལབ་ཅན་སོ། དེ། ཕོ་ཡིག་ག་ཡིག་ཡང་རྒྱུག་ཅིང་སྐྱེས་བུ་རབ་དང། སྐྱེས་བུ་རབ་ཕྱིན་སོང་ཕོ་ཡིག་ག་ཡིག་ཡང་རྒྱུག་ཅིང་ལ་ཡང་རྒྱུག་ཞུ་བ་ནི་སྐྱེས་བུ་རབ་ཀྱི་རེད་ཟེར་བ། ཕོ་ཡིག་བ། ཕོ་ཡིག་བ་དེ་དེའི་ཕོ་ཡིག་བ་དེ་ག་ལྟར་བ་སེ་ཤིང་རྣམས་བོར་བ། དེའི་ཕོ་བ་དེ་ལ་ཡ། ཡང་ཡང་རྒྱུག་ཞུ་སོང་ན་དེ་སྐྱེས་བུ་འབྲིང་རི་དྭགས། ཡང་རྒྱུག་ས་དེ་ལས་སོང་ན་སྐྱེས་བུ་འབྲིང་རི་དྭགས་ཟེར། ཕོ་བ། དེ་མིང་ཤེས་ར་བ། དེའི་རྗེས་སུ་ཕོ་བ་ཡིག་དེ། རྗེས་འཇུག་ཕོ་བ་ཡིག་ལས་དང། ས་རྟ་རྟ་སོའི་རྟ་དེ། ས་དེ་རང་མགོ་ཅན་བཅས། འདི་རྟ་འདི་ག་རེ། མིང་གཞིར་བ་མིང་གཞིའི་རྗེས་སུ། རྗེས་འཇུག་ཕོ་བྷ་ཡིག་ལས་དོ། དེ་ལས་ཡང་འཇུག་ས་བཞུགས་སུ་ན། ཨ་ནི། སྐྱེས་བུ་འབྲིང་དུ་བཟླས། དེ་མིང་གཞིར་བ་དེ་ལྡོག་ཅན་བ། དེའི་རྗེས་སུ་མིང་གཞིའི་རྗེས་སུ་གར་དོ། རྗེས་འཇུག་ཕོ་བྷ་ཡིག་ལས་དོ། རྗེས་འཇུག་ཕོ་བྷ་ཡིག་དེ་ལས། ཡང་འཇུག་ས་བཞུགས་དུ་དོ་སྟེ། བྱས་ཙང་འོག་ཏུ་འདྲེས་འཛིན་ཡིན་དུས་ཙང་ལ་དེ་ལས་གར་སིག་རེ་ཟེར་ན་ཕོ་ཡིག་བྷ། ཡང་འཇུག་ཅན་ནི་སྐྱེས་བུ་འབྲིང། དེ་ལས་ཡང་གར་སིག་རེ་སྐྱེས་བུ་འབྲིང། འདི་ལ་ཁ་རས་སྐྱིད་པོ་རབ། འདི་ལ་ཁ་རས་སྐྱིད་པོ་འབྲིང། སྐྱིད་པོ་འབྲིང། སྐྱིད་པོ་འབྲིང། ག་པ་ཡང་འཇུག་མེད་པ་དང་ད་ག་བྱས་བ་བྱས་དེ་ལ་ཡང་འཇུག་མེད་པ་དང། ད་ཟས་ཐག་ཆེན་ཐ་མ་དེ་ཟས་པད་ཤ་ཤེ་ན་ཕོ་ཕོ་ག་ཡིག་ལ་ཡང་འཇུག་མི་འདུག་ན་པད་ཤ་ཤེ་ན་འདི་འདྲས་ཟེར་ཅིག། ཨོ། ལ་ཞེས་འཇུག་ལུགས་ག་ལུགས་བྲིས་པ་དེ། ཡང་མ་ནི་ལག་ཁ་ལག་བྲིས་ད་དེ། ཡང་མ་ནི་ནག་ཁ་ནག་བྲིས་ད་རེད། ད་དེ་ལ་ཡང་འཇུག་མི་འདུག་ཨ། མིང་གཞི་ལག་རེད་དེ་ནི་ཞབས་ཆུ་དེ་ནི་དབྱངས་རེད་བ། ད་མིང་གཞི་ལག་དེ་རྗེས་ལ་ཇི་འཇུག་ཕོབ་ག་ཡིག་སླེད་བ། དེ་ལ་ཡ་དེ། ག་པ་ཡང་འཇུག་མེད་པ་དང་སུ་དང།

ད་ནི་ཁབ་བཅད། ལྟ་སྟེ། ག་བ་ཡང་འཇུག་མེད་པ་དང་སོ། ག་དང་བ་ལ་ཡང་འཇུག་སླད་མ་སོང་ན་ག་དང་བ་ལ་ཡང་འཇུག་སླད་ན་ག་འགྲིག་ཏོ། ག་ལ་ཡང་འཇུག་སླད་ན་སྐྱེས་བུ་རབ། བ་ལ་ཡང་འཇུག་སླད་ན་སྐྱེས་བུ་འབྲིང་ཆེ་གི་ཏོ། ད་ག་བ་ཡང་འཇུག་མེད་པ་དང་རྗེས་འཇུག་ག་དང་བ། ཕོར་བ་ཁོ་གཉིས་གཉིས་ཆ་འདི་ལ་ཡང་འཇུག་མེད་པ་སླད་སོང་ན་ཅེ་སྟེ། ག་བ་ཡང་འཇུག་མེད་པ་དང། ག་པ་ཡང་འཇུག་མེད་པ་དང་ད་ཟས་ད་ཅན་ཐ་མ་དེ་ད་ཟས་ད་ད་དེ་འཇུག་ད་ད་ས་གཉིས་དེ་དེ་དོ་དེ་ད་ད་ས་ཐ་མ་ད་ཟས་ད་ཅན་དཔེ་ཆ་བཞིན་འདི་འདྲེ་སི་འདྲེ་ཨིན། ར་སྒྲུང་པོ་རེ་ད་རེ་སི་ཉེ་རོ་ཨོ། ཆ་ད་ཆས་སི་ཉེ་རོ། ནོ།

དེ་དེ་ཚོ་ལ་འབུལ་ལོ། ད་རོགས་ཚོས་བསྒྲིགས་ན་འགྲིག་གོ། ད་ངས་འདི་ལ་བརྒྱ་བཤད་བརྒྱ་སྦྱོར་བཅས་འོས་ན་ང་ཚོ་བྱ་གིན་གདའ། ད་ད་རིང་ང་ཚོ་རྗེས་འཇུག་དག་དབྱེ་བ་འགྲོ་གི་ཡོད་ཙང་རྗེས་འཇུག་ཡི་གེ་བཅུ་པོ་ཡིན། ད་རྗེས་འཇུག་ཡི་གེ་བཅུ་པོ་དེའི་ནང་ནས། ཁ་ད་བ་ས་བཞི་ནམ་ཕོ། ཁ་ད་བ་ས་བཞི་ཕོ་རེ་གདའ། ན་མ་ཨ་གསུམ་མོ་རེ་གདའ། ན་ར་ལ་གསུམ་མ་ནིང་རེ་གདའ། ཨོ། མིང་གཞི་ཡི་གེ་ཀུན་ལ་འཇུག། ད་རྗེས་འཇུག་སྐབས་ལ་ཡང་མིང་གཞི་ཚང་མ་ལ་འཇུག་དགོས་རེ་གདའ། མིང་ཚིག་གིས་ཀུན་ལ། སྔོན་འཇུག་རེད་ཅེ་ན། འདི་འདི་ལ་འཇུག་འདི་ལ་འདི་ལ་འཇུག་གི་མ་རེད་ས་བྱི་བ་འབད་ཅིང་སྔོན་འཇུག། སྔོན་འཇུག་ན་ནས་ཕོ་ཡིག་ཕ་རེད་ཅེ་ན། སྔོན་འཇུག་ཕོ་ཕ་ཡིག་རེད་ཅེ་ན་ཡི་གེ་བཅུ་དྲུག་ལ་མི་ཞིག་དྲུག་མི་འདུག་ཨ། ཕོ་ཡིག་ཕ་ནི་ཀ་ཅི་ཏཱ་ཙར་ཀ་ང་ཆེ་ཉ་ཐ་ན་ཛ་ཤ་ཟ་ར་ཤ་སར་འཇུག་སུ་ཡི་བ། ཨོ་འདི་འདྲས་མ་རེད་ད། བྱི་འཇུག་གི་རྩི་ཤིག་དེ་མིང་ཤིག་ཀུན་ལ་འཇུག་གི་རེད་ད། ད་བྱས་ན་ག་འདྲས་འཇུག་གི་རེད་དེ། ཇི་ལྟར་འཇུག་གི་ཚུལ་གཉིས་ཡིན་ཏེ། ད་འཇུག་ཚུལ་དེ་ལ་གཉིས་ཡོང་གི་རེད།

སྐྱེས་བུ་རབ་ཏུ་དགའ། ཕོ་ཡིག་བྷ། ཕོ་ཡིག་བྷ། ཡང་འཇུག་ཅིང་སྐྱེས་བུ་འབྲིང་ངེ་སྲིད་དེ། ཡང་འཇུག་ལས་སོ། ཕོ་ཡིག་བྷ་ལས་ཡང་འཇུག་ལས་འདས་དོ། འོ་དེ་ལས་གར་སྲིད་རེ། སྐྱེས་བུ་འབྲིང་སྲིད་དཱ། ཕོ་ཡིག་བྷ་ཡང་འཇུག་ཅིང་སྐྱེས་བུ་འབྲིང། ག་བྷ་ཡང་འཇུག་མེད་པ་དང། ད། ག་བྷ་ཅད་ནི་ཡང་འཇུག་མེད་དེ་ཉིད་དེ། ག་བྷ་ཡང་འཇུག་མེད་པ་དང་དེ་ག་ད་བྷ་ལ་ཡང་འཇུག་མི་འདུག་བ་དེ་ཡང་འཇུག་ས་མི་འདུག་བའོ། ག་བྷ་ཡང་འཇུག་མེད་པ་དང། ད་སའི་མཐའ་ཅན་སུ་དང་མཐའ་ཅན་སའི་རྗེས་འཇུག། རྗེས་འཇུག་ད་ད་ས་ཀྱི། རྗེས་འཇུག་ཡིན་དེ་ཉིད་དེ། རྗེས་འཇུག་ད་ད་ས་ཡིན་དེ་ཉིད། རྗེས་འཇུག་ད་ད་ས་ཡིན་དེ་ཉིད། ཨོ་འདིའི་རིགས་འདི་ལོས་ནི་སྐྱེས་བུ་ཐ་མ་ཟིག་གི། ད་བྱའི་མཐའ་ཅན་ཐ་མ། ད་སའི་མཐའ་ཅན་ཐ་མ་སྟེ། ཧོ་ད་ཐོས་ཅིག་འདི་ཀའི། སེམས་ལ་ངེས་རོ་ན། ད་རིགས་རྩི་བཞི་འདི་འདི་ཡིན་ཟིན་བྲིས་རྒྱལ་པོ་ཚོལ། ཐོས་ཅིག།